བཀྲ་ཤིས་བདེ་ལེགས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་གསུམ་པའི་ཚེས་པ་དྲུག། མེ་ནི་སོ་ཏའི་གཟའ་བཅུག་སློབ་གྲྭ། འཛིན་རིམ་གཉིས་པའི་བདུན་རེའི་ནང་སྦྱོང་བསགས། ད་འདི་ནས་མ། ཚིག་གསར་སྦྱང་གོ་བོར་ད་དང་པོ་ཚིག་གསར་སྦྱང་རུ་བ། ཚིག་གསར་སྦྱང་ཡིན་ད། ཚིག་གསར་སྦྱོངས། ད་ཚིག་གསར་ནང་ལོགས་ནས་དང་ཤོས་དེ་གར་སྦྱང་གོ་ཟེར་ན། དཀོན་མཆོག་གསུམ་ལབ་དུ་བ། དེ་གསུམ་ཟེར་དེ་གཉིས་གྲངས་ཀ་ནང་ལ་བྲིས་ཡིན་ཏེ་ཁྱེད་རང་ཚོ་ཏེས་ཀྱིས་ཧ་གོ་ཡ་ལ་བསྡུམས་བསྡད་ཅེས་ཡི་གེ་ནང་ལ་མ་བྲིས་པ་ཅེས། ཡང་ཨང་གྲངས་ནང་ལ་མ་བྲིས་པས་ཡིན་ན་ཏེས་ཀྱིས་ལས་སླ་རེ་ཞིག་དུ་བ། དཀོན་མཆོག་གསུམ། དྭོགས་བཀའ་ན་རོ་ཀོ་ན་ཀོན། མའོ་ཆ་ན་རོ་ཆོ་ག་མཆོག། གསུམ། དཀོན་མཆོག་གསུམ། ད་འདི Enginal གང་ཡིན་པ་འདི་མ་གི་བ་ལ་ཡ་སོ་སོའི་ཧ་གོ་ཡ་ཆེ་རུ་བ། ད་དཀོན་མཆོག་ཟེར་འདི་བརྩམས་པ་ལ་དཀོན་པོ་ཞིའུ་ཅིན་པ་ཅིག་དང་ཡག་ཤོས་ཅིན་པ་ཅིག་ལ་ཡ་དཀོན་མཆོག་ཟེར་ལབ་བ་རེད་ད་འདི་ང་རང་ཚོ་ལ་ཡ་རྩིས་པ་ཡིན་ན་སངས་རྒྱས་ཆོས་དགེ་འདུན་ཟེར་དེ་ཚོ་གསུམ་དེ་ལ་དཀོན་མཆོག་ཨོས་མིང་བཏགས་པ་རེད། སངས་རྒྱས་དེ་མཆོག་ཏུ་གྱུར་པ་རེད་དེ་ཡོད་རེད་ཡག་ཤོས་རེད་དེ་ཡོད་རེད་ཡིན་ནས་དཀོན་པོ་རེད་བ། དཀོན་མཆོག་ཆགས་པ་རེད། ད། ང་རང་ཚོ་ལ་སྐྱོབ་མཁན་ཡོད་ན་མེད་ན་སངས་རྒྱས་གི་སྐྱོབ་གི་ཡོད་རེད་བ། བྱས་ཙང། ཨ་ནི་སངས་རྒྱས་དེ་ཨམ་ཅི་ན་ཞིག་ཆགས་དེ་ཡོད་རེད་སྨན་པ་ན་ཞིག་ཆགས་དེ་ཡོད་རེད་ང་རང་ཚོ་མི་ནད་པ་ཅན་བས་ཡིན་ན། ནད་པ་ནས་ཀྱང་ཆགས་དེ་དུས་གཟུགས་པོ་དགུ་ཆ་ཆུ་ནས་རྒྱ་མ་ཐུག་ད་ཁྱོད་ནས་སྨན་གྱིས་མ་ཟ་ན་མ་དྲག་པ་ཨམ་ཅིག་ཅིག་སྟོན་ཨེ་མེད་ན་ཁྱོད་ནས་ཨ་ནི་སོ་སོ་གི་ལག་མ་ཁེགས་པ་དེ་འདྲས་ཆགས་ཡོང་དུས་ཡིན་གྱིན་མིན་གྱིན་ང་རང་ཚོ་ལ་དགོས་ཡ་ལ་ཡ་ཨམ་ཅིག་ཅིག་སྒུག་འདུག་བ་ང་ཚོ་ནད་པ་ནས་ཀྱང་ཡིན་པའི་སྐབས་རེད་ད། ནད་པ། ཨམ་ཅིག་ཅིག་སྒུག་གི་ཡོད་རེད་ཨམ་ཅིག་ཟེར་ན་ཧ་སྒུག་ཡ་སྨན་པར་བ། ཨོ། སྨན་པ་རེད་དེ་ཡོད་རེད་ད་སྨན་པ་དེ་གིས། ཡང། སྨན་ཡིན་འདྲ་ཅེས་གས་སྤྲས་ཡ་མེད་པས་ཡིན་ན་སྨན་པ་དེ་ནི་ཁྱེད་རང་ན་ཚ་སྨན་པས་ན་ཚ་འདི་དང་འདི་འདུག་ས་ཧ་གོ་གི་ཡོད་ན་ན་ཚ་དེ་དྲག་པར་བྱས་ཡ་ལ་ང་རང་ཚོ་རང་གི་སྨན་གྱི་ཟ་ནས་དྲག་གོ་གི་ཡོད་རེད་མ་གཏོགས་ཨ་མཇིག་པད་མཁས་པ་ཞུ་གི་བྱིན་རླབས་ཀྱིས་ང་རང་ཚོ་ལ་མིག་བལྟ་ཙི་བྱས་ནས་ན་ཚ་དྲག་འགྲོ་ཡ་ཁས་ཡོད་མ་རེད་པ། བྱས་ཙང་སྨན་ཟ་གོ་གི་ཡོད་རེད་ད་སྨན་ཟ་གོ་དེ་ཙམ་པ་ལ་ད་དཀོན་མཆོག་དང་པོ་དེ་དཀོན་མཆོག་དེ་སྨན་པ་བྱེད་ཨ་ནི་གཉིས་པ་དེ་སྨན་བཟོ་རེ་བ་ཚབ་དེ་ལ་ཆོས་དཀོན་མཆོག་ལབ་པ་རེད་ང་རང་ཚོ་ནང་པ་སངས་རྒྱས་པ་གཅིག་གིས་ཆོས་དེ་སོ་སོས་ཀྱི་ཤེས་ནས་ཉམས་སུ་ལེན་པའི་དཀའ་ལས་བསྐྱབས་ནས་སོ་སོའི་རྒྱུད་ལ་རྟོགས་པ་སྐྱེད་ཅིང་གོང་ནས་གོང་ནས་ཡང་ནས་ཡང་ནས་ཡང་མཐོ་རུ་མཐོ་རུ་མཐོ་རུ་འགྲོ་ཅིང་རྗེས་མ་སོ་སོ་སངས་རྒྱས་ན་ཞེས་ཆགས་འགྲོ་གི་ཡོད་རེད་བ། དེ་ཆགས་པ་ལ་ཆོས་དཀོན་མཆོག་དེ་སོ་སོའི་རྒྱུད་ལ་ཡང་སྐྱེད་ནས་སངས་རྒྱས་ཆགས་འགྲོ་གི་ཡོད་རེད། བྱས་ཙང་སྨན་འདི་སོ་སོས་ཟ་ནས་ན་ཚ་དེ་ནས་ཐར་བྱེད་དྲག་འགྲོ་དགོས་དོ། བྱས་ཙང་ཆོས་དཀོན་མཆོག་འདི་སོ་སོའི་རྒྱུད་ལ་སྐྱེས་ནས་འཇིག་རྟེན་པའི་བཀའ་ཉན་དེ་ནས་ཐར་བྱེད་ཐར་པ་ཐོབ་བྱེད་མ་ཡང་མ་འོངས་པ་ལ་ཡང་སངས་རྒྱས་འགྲོ་གི་ཡོད་རེད་དེ་ལ་ཆོས་དཀོན་མཆོག་ཟ། ད་ཕ་ཆོས་མཆོག་ནས་དཔེ་ལ་འཇགས་པ་ཡིན་ན་སྨན་རེད། ཅིག་སོང་ཨ། འོ་ཡ། དེ་ནས་དགེ་འདུན་དཀོན་མཆོག་ཟེར་ཡ་དེ་ལ། དགེ་འདུན་དཀོན་མཆོག་དེས། ང་ཚོ་ཨ་མཆིས་དང་ཀ་ས་སྨད་གཡོག་ཟེར་བར་བ། ཀ་སྨད་གཡོག་ཟེར་བར་བ་མཚམས་ཙམ་ང་ཚོ་སྨད་པའི་སྨད་པའི་ད་ཞབས་ཕྱི་ཟེར་བར་བ་སྨད་པའི་ཞབས་ཕྱི་ཟེར་ན་ད་ནད་པའི་ནད་གཡོག་ཟེར་ན་འདྲ་ད་གང་ལྟར་ནམ་རྒྱུན་ང་ཚོ nurse ཟེར་ཡ་དང་ནད་གཡོག་ཟེར་ཡ་དེ་རེད་གོ་སོ་བས་ཨིན་ཇི་ནཱ་ལ nurse ཟེར་ང་ཚོ་བོད་པས་ཡིན་ན་ནད་གཡོག་ཟེར་གི་རེད་བ། ནད་གཡོག། ད་ནད་གཡོག་ཟེར་དུས་ཙམ་པ་ལ་ག་རེ་ཟེར་དགོས་རེད་སོ་སོ་ནད་པ་ཡིན་པའི་བཀའ་ལ་ན་ཚ་ན་བལྟས་པའི་སྐབས་ལ་ཡ་དེ་ལ་ཡ་རོགས་པ་བྱེད་ངེས། གཡོག་པོ་བྱས་མཁན་གཅིག་ལ་ནད་གཡོག་ཟེར་ལབ་པར་བ། ད་ག་རེ་བྱས་ནས་ནད་གཡོག་དགོས་ཀྱི་ཡོད་རེད་ག་རེ་ཟེར་ན་སོ་སོ་ནད་པ་ནད་རྐྱང་ཆགས་ནས་འགུལ་ཆ་ཁོ་ར་རྒྱབ་ཐུབ་ཀྱི་ཡོད་མ་རེད་པད་ཁུ་གཟུགས་པོ་ཚང་བ་ཨོང་པོ་དང་པད་ཚོ་ཤོར་རྗེས་ཁྱོད་ནས་ག་ལ་ཟ་ཐུབ་མ་ཐུབ་ཁྱོད་ནས་འགུལ་ཆ་རྒྱབ་ནས་ལངས་ཐུབ་མ་ཐུབ་བྱེད་དུས་ཙམ་པ་ལ་ད་ཨམ་གཅིག་ཐུག་ཚར་རེད་ཨམ་གཅིག་གིས་སྨན་ཡང་བཏང་ཚར་རེད་ད་སྨན་སྤྲད་ཚར་རེད་སྨན་སོ་སོའི་མདུན་ལ་ཡོད་རེད་ད་སོ་སོས་ཟ་དགོས་དུས་ཙམ་པ་ལ་ཟ་དགོས་འགྲོ་གི་ཡོད་རེད་ཟ་དགོས་ཀྱི་ཡོད་རེད་ནས་ཟ་ཐུབ་ཡས་ཀྱི་ནུས་པ་ཡོད་མ་རེད་འགུལ་ཆ་རྒྱབ་ཐུབ་ཀྱི་ཡོད་མ་རེད་སོ་སོས

ང་རང་ཚོ་ཁ་མིག་ཡར་ལྟ་བྱེད་ས་མིག་ལྟ་བྱེད་ས་སོ་སོས་ཀྱི་ཆོས་ཞུ་ས་རེད་སོ་སོ་ལ་རོགས་པ་བྱེད་ངེས་དུས་རྒྱུན་དུ་ནས་སོ་སོ་དང་མཉམ་པོ་ཧ་ཧ་ཧུ་ཧུ་བྱེད་ནས་འགྲོ་ཐུབ་ངེས་ཅི་ཡ། སོ་སོས་དཀའ་ཉེ་ལ་ཡང་སོ་སོ་ལ་དཔེ་དགོས་སེམས་ཤུགས་མ་ཆག་པ་པར་ཐུག་མཁན་སོ་སོ་ལ་ཡང་དཀའ་ཉེ་ཡོད་ན་ཞུས་ས་དྲིས་ས་དེ་ཚོ་ལ་ཡང་གལ་ཏེ་ཀུན་ཆོས་ལགས་པར་བ་འོ་དེ་རེད་དེ་མེད་ན་འགྲིག་གི་ཡོད་མ་རེད་ད་དེ་ཚོ་གསུམ་དེ་ཡར་བསྡོམས་ཡོད་དུས་དཀོན་མཆོག་གསུམ་ཟེར་དེ་ཚོ་གསུམ་དེ་དཀོན་པོ་ཞིག་རག་ར་བ་སོ་སོ་ལ་དེ་འདྲའི་བྱེད་ངན་ཅིག་རག་པ་དེ་དཀོན་པོ་ཞེ་རག་དེ་འདྲའི་རག་ཐུག་མར་བ། བྱས་ཙང་དཀོན་པོ་བྱས་ནི་ཡག་ཤོས་རེད་དེ་ཡར་ང་རང་ཚོ་ཡ། ད་ནང་པའི་ཆ་ནས་བཤད་པ་ཡིན་ན་ད་ང་ཚོར་ཐར་པ་དང་ཐམས་ཅད་མཁན་པོའི་གོ་འཕང་ཅིག་ཐོབ་དགོས་ཀྱི་ཡོད་ན་དེ་ཚོ་གསུམ་མེད་ན་ཁྱོད་ནི་མ་འགྲིག་པ་ཅིག་ཆགས་དེ་ཡར་བྱས་ཙང་དེ་ལ་ཡ་དཀོན་མཆོགས་ཡང་སོ་སོ་ལ་བརྟེན་ནས་ཡག་ཤོས་རེད་དཀོན་པོ་ཡིན་ཙང་དཀོན་མཆོགས་ལབ་པ་རེད། ད་དེ་སོ་སོ་ནད་པ་ན་ཞིག་ཆགས་དེ་ཡར་དངོས་གནས་རེད་ད་ང་རང་ཚོ་འཇིག་རྟེན་པ་འདིའི་ནང་ལ་འཁོར་བསྡད་དེ་ཡར་བ། འོ་འདི་འདྲ་རེད།

སོ་སོ་ལ་ཡང་ཆོས་བསླབ་མཁན་སོ་སོ་ལ་ཡང་ནང་ཆོས་བསླབ་ནས་སོ་སོའི་གི་དགེ་རྒན་བསྟེན་བྱེད་ད་སོ་སོའི་གི་དགེ་རྒན་རྩ་བའི་བླ་མ་ཟེར་དེ་ལ་ལ་མ་ཟེར་ལབ་པ་རེད། སྤྱི་དང་གི་བོད་པས་གི་བདག་གི་ཆ་ནས་བླ་མ་ཟེར་གི་བླ་ཟེར་བ་དེ་སྒང་ལ་ཟེར་གོར་སྒང་ལ་སོ་སོའི་སྒང་ལ་ཡང་བླ་ད་ང་ཚོ་མ་བཟོ་ན། ང་ཚོ་མ་བཟོ་ན་ཅིག་མཐོ་དམན་བང་རིམ་རེ་གཅིག་བརྩིས་པ་ཡིན་ན་མ་གི་བ་ལ་དམའ་བོ་བྱས་དེ་ལས་བརྟན་ས་མཐོ་བ་བྱས་ནས་གང་གང་ལ་ཡ་ཅིག་འགྲོ་གི་རུ་བ་གང་གང་ལ་ཟས་འཇོ་བ་ནམ་ཅིག་འོང་དེ་ལ་ཡ་བླ་ཟེར་གི་བ་རེད་ནམ་ཅིག་ང་ཚོ་ཨ་ནི། ཁ་སྐད་ནང་ལ་ཡ་ས་གི་འོག་ས་ཡི་སྒང་ས་ཡི་སྒང་ས་ཡི་འོག་ས་ཁོ་རང་བྱས་ཨ་ནི་ས་ཁོ་རང་གི་སྒང་ལ་ཡ་ཟས་བྱས་ལ་ས་འོག་ས་སྟེང་ས་ལ་ཟེར་བ་ས་ཡི་སྟེང་ལ་ཟེར་དུ་བརྩམས་པ་ལ་ས་ཁོ་རང་གང་འདི་ཞེས་ནམ་རྒྱུན་གྱི་ས་ཀྱི་ས་ཀྱི་གང་ཟེར་དུ་བརྩམས་པ་ལ། ས་ལ་ཡང་མ་ཐུང་བའི་བར་དེ་མ་རུ་དང་ས་ཁོ་རང་ར་ལ་བར་སྦྱར་བསྡད་པ་དེ་ས་ཡི་སྟེང་ཞེས། ད་ས་ཡི་སྟེང་ནས་ད་འདོད་ཡང་གང་ལ་ཡང་ཁྱོད་ནི་ས་ལ་ཁྱོད་ནི་ཐུག་མི་གོ་བས་གནམ་ལ་ཡང་ཡལ་ནས་ཡལ་ལུས་བརྩམས་པ་ནི། ས་ལ་ཟེར་བ་ས་འོག་ས་སྟེང་ས་ལ་གསུམ་ས་ལ་དཔེ་སྦྱར་བ་ཡིན་ན་ས་ཀྱི་འོག། ས་ཁོ་རང་གི་སྟེང། དེ་ནས་ས་དེ་ཁྱོད་ནས་མ་ཐུག་ན་ཡ་དཔེ་བར་སྣང་གི་ས་ཡེ་ནས་གནམ་ལ་ཡ་ཡིས་ཐུག་གནམ་ལ་ཡ་ཐུག་བསྡད་པའི་ས་ན་དྲ་འདི་འདྲ་གཅིག་ལ་ནི་ས་བླ། ས་འོག་ས་སྟེང་ས་བླ་ཟེར་གསུམ་ཟེར་གྱི་འདུག་བ། བྱས་ཙང་ད་འདིར་བླ་ཞེས་པ་སྤྱི་བཏང་གི་མཐོ་པོ་ཅིག་ལ་ཡ་བརྩིས། ད་ད་ལྟ་ང་ཚོ། ནི། སོ་སོ་ལ་དགེ་རྒན་ཆ་ནས་བརྩིས་པ་ཡིན་ན་སོས་སོས་ཀྱི་དགེ་རྒན། གྲགས། ནི་སོ་སོ་དང་གོ་རིམ་བརྩིས་པ་ཡིན་ན་སོ་སོས་ཀྱི་སྒང་ལ་མཐོ་བ། དེ་འདྲའི་སྤྱི་ལ་བླ། ཞེས་དང་ད་མདོར་བསྡུ་ན་ནམ་ཞིག་ང་ཚོ་གི། ནི་དོན་དག་ཆ་ནས་བརྩིས་པ་ཡིན་ན་རྩ་བའི་བླ་མ་ཟེར་བྱས་ལ་ལས་ཡོང་བ། འོ་དེ་རེད་བླ་མ་ཆེ། ནི་ཕྱོགས་གཅིག་ནས་བལྟ་ན་སོ་སོ་ལ་ཡ། ནི་ཆོས་བསྟན་པའི་བླ་མ་སྤྱི་ལ་དགེ་རྒན་ཆོས་བསྟན་མཁན་གྱི་དགེ་རྒན་སྤྱི་ལ་སོ་སོ་ལ་ཆོས་བསྟན་པའི་དགེ་རྒན་སྤྱི་ལ་ཡ་བླ་མ། གོ་སོང་ཨ། ད་མདོར་བསྡུ་ན་དགེ་རྒན་འདྲ་བོ་ཆགས་བསྡད་རོགས། འོ་དེ་རེད་བླ་མ་ཆེ་འགྲིག་སོང་ཨ། ད་དེའི་རྗེས་ལ་ཡང་བཟུང་ནས་ཟེར་དུ་བཟུང་ནས་ཟེར་དུ་བརྩམས་པ་ལ་ད་བླ་མ་ཡིན་པ་སོ་སོས་ངོ་ཤེས་ནས་ཟེར་ངེས་སོ་ར་ཆ་ཨར་ད་སོ་སོས་བླ་མ་ཡིན་པ་སོ་སོ་ཧ་གོ་དཀོན་མཆོག་གསུམ་དེ་ངོ་ཤེས་དཀོན་མཆོག་གསུམ་དེ་ལ་སོ་སོ་གི་བླ་མ་ནང་བཞིན་ཡིན་པ་བརྩིས་ནས་ཟེར་ད་བཟུང་ནས་ཟེར་དེ་བརྩིས་ནས་ངོ་ཤེས་ནས་ཟེར་ད་བུ་སེ་བས་ཧ་གོ་ནས་ཟེར་སྦྱོར་བ་འོ་དེ་འདྲས་ཅིག་ལ་ཡང། བཟུང་ནས་ལར་དཀོན་མཆོག་གསུམ་ལ་བླ་མར་བཟུང་ནས་ཟེར་བ་ལར་བ་ཟི་གོར་བ་བཟུང་ནས་ཟེར་ད་གོ་སོང་ཨ། ད་བ་ཨིན་ཇི་ནང་དུ་ཁྱོད་རང་ཟ་གོར་དང། ད་གུས་པ་ཟིག་ཏུ་ཨ། གུས་པ་ཟིག་ཏུ་བརྩམས་པ་ལ་སོས་སོས་ཕ་ཆོས་ཆོས་དེ་ལས་ཨ་ཐོང་ཅིག་བརྩིས་ནས་ཆས་ཐོང་ཅིག་བཞག་ནས་རེ་སེམས་པའི་གདིང་ནས་ཨ་དེ་ལ་ཡ་གུས་ཞབས་ཆས་པ་ཡིན་ཙང་གུས་པ། གུས་པ། གོ་སོང་བས་བརྩི་བཀུར་བྱས་པ་ཡིན་ཙང་གུས་པ། བ། འོ་དེ་འདྲས་ཅིག་སྒུག་ཡར་སེམས་པའི་སྟེང་ནས་ཕ་དེའི་རྗེས་གཙང་མ་གཙང་རྐྱང་གིས་མཐོང་ནས་སོ་སོ་དེ་ལས་བརྩི་བཀུར་བྱས་ནས་ཨ་ནི། གུས་པ་བྱས་པ་ཡིན་ཙང་ཨ་ནི། གུས་ཞབས་བྱས་པ་ཡིན་ཙང་གུས་པ། ཆོས་པ་ཟེར་དུས་ཙམ་པ་ལ་བལྟ། ཆོས་པ་ཟེར་ན་འདྲ་ཆོས་པ་ཟེར་ན་འདྲ་དེ་ཁོ་བྱ་ཚིག་ལ་བཏང་ན་ཆོས་པ་ཟེར་སླར་བ། ཨ་ནི་ཡང། ད་ད་ད་ཁབ་ཏུ་བལྟ་ན་ཧ་ལམ་ད། ཆོས་པ་ཟེར་སླ་བ་ཡིན་ན་ཕལ་ཆེན་ཚིག་དེ་ཡག་ག་མེད་འགྲོ། ཁོ་བོ་བྱ་གཅིག་ལ་བཏང་ནས་ཆོས་པ། ཆོས་པ་ཟེར་ན་ང་ཚོ་ཕུད་པ། ནི། དཔེར་ན་སོ་སོའི་དཀོན་མཆོག་ལ་ཡ། སོ་སོ་ལ་ཟ་རྒྱུ་འཐུང་རྒྱུ་ག་རེ་ཡོད་ན་ཡ་ང་ཚོ་ཆོས་པ་ཕུད་གི་ཡོད་བ་ལྷ་བླ་མ་ལ་ཆོས་པ་ཕུད་གི་ཡོད་བ། འོང་འདི་བྱེད། ཡང་ཕྱོགས་གཅིག་ནས་ཆོས་པ་ཕུད་སྟངས་ལ་ཡ་ག་ཚོད་མང་པོ་ཡོད་རེད། ད་ལྟ་ང་རང་ཚོ་ཕྱི་ཡི་སོ་སོས་གི་ཟ་རྒྱུ་དངོས་པོ་རྫས་གཅིག་ལ་བརྩིས་ནས་བརྩིས་སོང་ཨ། དེ་མ་ཡིན་པར་སོ་སོས་གི་ངག་ནས་སོ་སོས་གི་ཁ་ནས་མ་སྐྱོར་བས་གི་ཚིག་བཟང་པོ་དེ་འདྲ་སྐྱོར་བ་ཡིན་ན། ནི། ངག་གི་ཐོག་ནས་ཆོས་པ་ཕུད་གི་ཡོད་རེད། རེད་བ། ད་ཡང་དེ་མ་ཡིན་པའི་སོ་སོའི་སེམས་པའི་གཏིང་ལ་ཡང་ཨནི་ས་པ་རྣམ་པར་དག་པའི་སྒོ་ནས་ཨནི་ལྷ་དང་བླ་མ་ལ་སོགས་པ་དེ་ཚོ་ལ་ཡང་ཨནི་གསོ་བ་མེད་ལམ་བཏབ་བྱེད་དེ་འདྲ་བྱེད་མཁན་ན་ངག་གིས་ཨནི་སེམས་ཀྱི་སྟེང་ནས་མཆོད་པ་ཕུལ་བ། རེད་བ། རེད་བ། ལུས་ངག་ཡིད་གསུམ་གྱི་མཆོད་པ་ཕུལ་བ་སེ་དེ་འདྲ་བ་སེམས་པའི་གཏིང་ནས་པད་ཁོ་རང་ཅིག་ག་ག་བསྒོམས་ནས་ཨནི་བརྩེ་བ་བྱས་ནས་ཡིད་ཆེས་བྱས་ནས་འདི་འདྲ་བྱས་པ་ཡིན་ན་སེམས་པའི་གཏིང་ནས་མཆོད་པ་ཕུལ་གྱི་ཡོད་རེད། ཨ་ནི། ངག་གི་མཆོད་པ་ཕུལ་ཚེ་སོ་སོའི་ཁ་ནས་མ་ཚིག་ག་བཟང་པོ་དེ་འདྲ་མ་ལབ་ནས་བསྟོད་ར་བཏང་ཡ་ལ་སོགས་པ་ཡིན་ན་འདྲ་མཆོད་པ་ཕུལ་ཡ་དེ་འདྲ་ང་བྱས་ཏེ་མཆོད་པ་ཕུལ་བ་བྱས། འོ་ཡ། ད་དཔེར་ན་འདི་ཚོ་གསུམ་དུས་གཅིག་ལ་སྦྱར་ནས་དཔེ་ར་བ་ཅིག་བཞག་ཡོད་ན་ང་རང་ཚོ་དུས་ཀུན་ཏུ་ནི་བྱ་གཏོང་གི་ཡོད་བ། ཞོགས་ཇག་གཏོང་དུས་ཙམ་པ་མཆོད་པ་ཅིག་ཕུལ་གི་འདུག་བ་ཞོགས་ཇག་ལ་མཆོད་པ་ཕུལ་གི་ཡོད་བ། ཉིན་གུང་ཁ་ལག་ཟ་དུས་ཙམ་པ་སྟོབས་མཆོད་ཟེར་ལ་ནི་ཨ་ནི། ཁ་ལག་ཟ་ཡ་ལ་ད་ང་ཚོ་ཟ་ཡ་འཐུང་ཡ་རེད་ལ་སྟོབས་མཆོད་ཟེར། ཁ་ཟེར་ན་ལྟོ་ལྟོགས་ཀྱི་མཆོད་པ་ཕུལ་བ་ཡིན་ཚོ་སྟོབས་མཆོད་ཟེར། མཐོང་ཡག་རིགས་ཀྱི་ད་ཞོགས་ཆ་དང་པོ་བརྩིས་ནས་ནི་ཞོགས་ཆ་ཕུད་པའི་ཡིན་ཙང་ནི། ཕ་ས་བྱ་མཆོད། བྱ་གི་མཆོད་པ་དང་ལྟོ་ཡི་མཆོད་པ་ཟེར་ལབ་ཅིག་འདུག་ཨི་གཉིས་ཡོད་བ། ཨ་འདི་ཕུལ་དུས་བརྩམས་པ་ལ་བྱ་ཁོ་རང་དེ་ང་རང་ཚོ་མཆོད་པ་ཕུལ་ཡས་ཀྱི་བྱ་དེ་ཚོ་འདི་ཡས་མཆོད་པ་ལ་ཕུལ་འགྲོ་གི་འདུག་བ། ཨ་ནི་ཁ་ནས་ང་རང་ཚོ་མཆོད་པ་ཕུལ་ཡས་ཀྱི་ཚིག་བཟང་པོ་དེ་ལབ་ཀྱི་ཡོད་བ་སྟོན་པ་བླ་མའི་སངས་རྒྱས་རིན་པོ་ཆེ་སྐྱོབ་པ་བླ་མའི་དམ་ཆོས་རིན་པོ་ཆེ་འདྲེན་པ་བླ་མའི་དགེ་འདུན་རིན་པོ་ཆེ་སྐྱབས་གནས་དཀོན་མཆོག་གསུམ་ལ་མཆོད་པ་ཕུལ་ཟེར་ལ་ནི་ང་རང་ཚོ་ཚིག་བཟང་པོ་ཞིག་ཁ་ནས་ལབ་ཀྱི་འདུག་བ་འདི་ངག་གི་མཆོད་པ་རེད་ད་འདི་ཚོ། ཡ། ང་ཕོའི་བས་ཀྱི་སོ་སོས་ཀྱི་ཁ་ལག་དེ་བྱས། ཨ་ནི་སེམས་པས་ག་ས་ཁ་ནས་ཨ་ནི་ཚིག་བཟང་པོ་དེ་བསླབས་དེའི་སྟེང་ནས་སོ་སོའི་སེམས་པའི་སྟེང་ནས་ཀུན་སློང་རྣམ་དག་གི་ཐོག་ནས་ཨ་ནི། བླ་མ་དེ་སོ་སོའི་གི་མདུན་ལ་ཡོད་པ་ནང་བཞིན་བྱས་དཀོན་མཆོག་གསུམ་མདུན་ལ་ཡོད་པ་ནང་བཞིན་བྱས་ནས་སོ་སོའི་གི་སེམས་པ་ནང་ལ་ཤར་ནས་ཨ་ནི། ཀུན་སློང་དེ་འདྲ་ཅིག་གི་ཐོག་ནས་ཨ་ནི། ལབ་པ་ཡིན་ན་ཨ་ནི་སེམས་པ་ནང་ལ་བསམ་བློ་དེ་འདྲ་ཅིག་འཁོར་ཏེ་བསམ་བློ་བཏང་པ་ཡིན་ཙང་ཨ་ནི་སེམས་ཀྱི་ཐོག་ནས་བྱས་པ་ཕོད་ཀྱི་ཡོད། བྱས་ཙང་ད་མདོར་བསྡུ་ན་ལུས་ངག་ཡིད་ལ་ཨེ་འདི་རེད་ད་ལུས་ཟད་དེ་ཨ་ནི་སོ་སོའི་གཟུགས་པོའི་དོན་ནི་ང་ཚོ་ཅེས་པས་ན། བྱ་སྟོབས་འཇལ་ལ་སོགས་པའི་སོ་སོའི་ལག་པས་ཀྱིས་ཡང་སྐྱག་བྱེད་དུ་བྱེད་ཀྱི་འདུག་བ་ད་ལུས་ཀྱི་མཆོད་པ་ཕུལ་དགོས་བ་རེད་བ་ལུས་ཀྱི་ཐོག་ནས་མཆོད་པ་ཡང་ཕུལ་ནས་གུ་སོང་ཨ། འོ་ཡ་ད་མཆོད་པ་ཟེར་སྒྲིག་སོ་ད། འོ་འདི་རེད་ད་འདི་ཚིག་གསར་བཟོ་རེད་འདི་སྦྱང་རེད་འདི་གང་འདི་ཚིག་གསར་རེད་འདི་ཚོ་ཚང་མ་ཁྱེད་རང་ཚོ་དག་ཆ་བློ་ལ་སིམ་རྗེས་ཨ་ནི། ཚིག་འདི་ཤེས་པ་བྱེད་དགོས་རེད་བ་ཚིག་རེ་རེ་རེ་རེ་ནས་ཤེས་པ་བྱེད་ཡས་རེད་ད་འདི་ཡི། ཁྱེད་རང་ཚོ་འདི་བྱེད་དགོས་རེད་ད་ཚིག་འདི་རིང་པོ་འདི། བློ་ལ་འཇུས་དགོས་རེད་བློ་ལ་འཇུས་ནས་ཤེས་པ་བྱེད་དགོས་རེད་ད་ལྟ་འདི་ག་འདྲས་ཟེར་རེད་ཟེར་ན་ངའི་རྐང་མཛོད་ནས་དུམ་བུ་གསུམ་ལ་གཏུབ་པས་དེ་ཁྱེད་རང་ཚོ་ཚིག་མ་བློ་ལ་ཟིན་དུས་ཙམ་པ་ལ་ཚིག་འདུག་འདུག་ཟེར་གྱི་མ་ཟིན་པ་ཡིན་ན་ཨ་ནི་རྗེས་ལ་ཚིག་རིང་པོ་གཅིག་རེ་བྱ་ཡ་ལ་ལས་ལྷག་པོ་བྱ་གི་རེད་བ། དཔེར་ན་འདི་འདྲ་རེད་བ། དཀོན་མཆོག་གསུམ་ལ། བླ་མར་བཟུང་ནས། གུས་པའི་མཆོད་པ་དང་གཅིག།

ད་དེ་ནས་ད་འདི་ཡར་རྒྱས་འགྲོ་ཟེར་ན་ནི་ག་ལེ་ག་ལེ་འདི་ལ་མིག་ཅིག་ནོར་མ་བལྟ་བ་ཅི་ཨ་ནི་ཡུངས་ཀུན་བདེ་བའི་རྟགས་ནི་མིག་བཙུམ་བྱེད་པ་ལ་ནི་དཀོན་མཆོག་གསུམ་ལ་བླ་མར་བཟུང་ནས་གུས་པས་མཆོད་པ་དང་གཅིག་དཀོན་མཆོག་གསུམ་ལ་བླ་མར་བཟུང་ནས་གུས་པས་མཆོད་པ་དང་གཅིག་ཨོ་ད་འདི་ལབ་ཐུབ་ན་ད་ཁྱེད་རང་གིས་དེ་རིང་བདུན་ཕྲག་འདི་གི་ནང་སྦྱོང་འདི་ཤེས་པ་རེད་ད་ཨ་ནི་ད་ག་རང་རེད་ད་འདི་སྦྱང་སྟངས་དེ་འདི་ཅི་ཡིན་ད། ད་འདི་ནས་རྒན་ལགས་ག་རེ་བྲིས་འདུག་འདི་ལྟ་ད་ངའི་བརྩེ་བའི་སློབ་ཕྲུག་ཚོ། ད་ལྟ་བྱིས་པའི་ཤེས་རབ་རྣོ་བའི་སྐབས་དེ་ལ